ལོ་ཟླ་ལོ་ཟླ་ཆོས་ཆོས་འབྲུག་ཡུལ་གྱི་མོ་རྩམ་པ་འཇའ་རས་ཏེ་དགུང་ལོ་ལྔ་བཅུ་ང་གཅིག་ལོ་སྟེ་ཨ། འབྲུག་བྱང་ཆུང་ནི་བས་ཏེ་མྱ་ངན་ལས་འདས་པའི་ཏེ་སྐབས་སུ་ཏེ་སྐུ་གདུང་ཏེ་བཞུགས་ལ་འཇང་ཚེ་སྐུ་གདུང་མི་ཕྱེད་ཕུའི་སྐབས་དུ་ལུ་ཏེ་ད་དབུ་ཚེ་ལུ་རི་གསུམ་གྱི་འབུ་རང་བྱུང་ཏེ་ལས་ཐུགས་རྒྱ་ཅན་གསུམ་ཏེ་རྒྱལ་ཚིགས་ཉི་ཤུ་རྩ་གཅིག་ལས་ཏེ་གཞན་ཏེ་རིང་བསྲེལ་བྱང་ཁ་མ་ཆོད་པའི་ལོ་རྒྱུས་མེད་ལ་ཏེ་རྒྱལ་ཚིགས་ཉི་ཤུ་རྩ་གཅིག་ལུ་སྤྱན་རས་གཟིགས་ཉི་ཤུ་རྩ་གཅིག་བྱོན་ཏེ་ལུ་ཏེ་རྒྱལ་སྲིད་དང་པོ་གི་ཏེ་ཏེ་རང་བྱུང་ཁ་ཚར་པ་ནི་ཏེ་ཏེ་ལོ་ཤུད་ཤུད

རང་བྱུང་ཁ་ཟས་སྤང་ནི་འདི་ཡའི་རིགས་ཀྱི་འབྱོར་ནུས་ཡོད་སྲིད་མོད་པ་ལ། ད་ཧ་ནི་བོད་ཀྱི་འབྲོག་ཆུའི་ཡུལ་ད་སྣ་མའི་ས་མིག་གི་བྱིན་རླབས་ད་རི་ན་བ། ད་ཧ་ནི་ང་ཕྱིས་ཀྱི་འབྲུག་རྒྱལ་ཁབ་ཀྱི་དེ་ནང་ཐེ་བོའི་ཡུལ་མི་དེ་དེ་དཔལ་སྒྲུབ་པ་རིན་པོ་ཆེ་ངག་དབང་རྣམ་རྒྱལ་གྱི་སྐུ་དང་གྲིབ་མ་ལས་བརྟེན་ཏེ་ཁོར་ཡུག་གི་ཕ་མེས་ཀྱི་སྐབས་ལས་ཀྱི་དེ་ཡིད་བཞིན་གྱི་ནོར་བུ་འདི་གསོལ། དཔེ་ཡག་ཁོར་ཡུག་གི་ཕ་ཡུལ་ལུང་མ་བཞག་པ་ང་ཕྱིས་ཀྱི་འབྲུག་རྒྱལ་ཁབ་ན་གནམ་ཁྱོད་འདི་གྱིས་པས་དེ་འབྲུག་རྒྱལ་ཁབ་ཀྱི་དེ་མ་བྱས་མ་འོངས་བུ་བཞི་དེ་སུ་གི་ནང་དོན་སྤེལ་ན་ལོ་ཙུ་ན་ཡིན་ཟེར་ཞུ་ནི་ཨ་ནི་དེ་སུ་གི་ལོའི་བཀའ་ཁྲིམས་ག་ཅིག་ནོར་སོ་གཏོང་གོ། དེ་གོང་རིགས་ཀྱི་བུའི་ལུགས་དེ་དག་ཐུགས་མ་ཆགས་པ་ང་བྱེད་ཀྱི་འདུག་རྒྱལ་ཁབ་དེ་དབུ་གི་འགུ་རུ་རིན་པོ་ཆེ་དག་གི་ལུང་བསྟན་དང་ཡེ་ཤུ་གྱི་འབུ་གི་ལུང་བསྟན་ལུས་བསྟན་འདི་གི་པའི་རྒྱལ་ཁབ་དེ་འབྲིང་འབྲིང་པའི་བཟོ་ནི་ཅི་དང་དེ་དག་རྒྱལ་ཁབ་གི་དེ་ཆོས་སྲིད་གཉིས་ལྡན་པའི་དེ་མ་འོངས་པ་ན་ལོ་འཛམ་གླིང་རྒྱལ་ཁབ་གཞན་དག་ཅི་ག་དེ་དབྱེ་བ་མི་འཕགས་པའི་བཟོ་ནི་གི་ཐུགས་རྗེ་གནང་འདི་གི་དེའི་སྐབས་ལས་ལ་ཐབས་ནང་བཞིན་འདི་ལོ་ཁོ་རེ་གི་ཡ་ལ་མ་ཕ་ལས་བུ་བུ་ལས་ཚ་གུ་བི་གི་ནང་བསྟན་ལུང་ཁུ་ཚུགས་འདི་གི་པའི་དེ་ཡག་ལོ། མ་བཞག་པ་རྣམ་ཆོས་འདི་གི་ང་ཆི་འབྲུ་རྒྱལ་ཁབ་གི་དེ་དག་བསྟན་ཚ། གཞི་ཚ། དེ་བཞིན་གི་ནོར་བུ་བའི་ནང་ལུག་ཚུགས་བཞག་ནུ་ཚེ་ཤུ་ནི། དེ་དག་ཅོག་ར་ཐེབས་པའི་དེ་དག་ང་ཆི་ར་ལམ་གཞན་ཅི་བེ་བ་བྱིན་ཏེ་ན་ལས་ཆུང་ཕི་ཏག་གང་རྒྱལ་མ་ཐོབ་རུ་དེ་ཡག་བུའི་ཁ་ཐུ་ལུ་སྐད་དེ་ཡག་ལུ་བདེན་ས་ཡག་གི་གཏམ་མེ་ཚེ་ཤུ་ནི། ཡང་འདི་གསུངས་ན་ལྷོ་དང་ངོ་བ་ལ་ཡར་ལ་མ་གི་ཁེ་ཕན། མི་རྣམས་བཅོས་ད་དེ་མི་བྱིན་ཨི་མ་བྱིན། ངག་དབང་རྣམ་རྒྱལ་གྱིས་ཡར་ལ་མ་རྣམས་བྱོན་ཕྱིན་ན་ང་ཅིག་གི་འབྲུག་རྒྱལ་ཁབ་ན་ལོ་དེ་ད་ཐུག་དེ་གཞི་རྩ་ནི་བོད་ཚུ་ཚུབ་ཨིན་ཡིན་སེ་ཨ་ནི་འདི་སུ་ལའི་ཐུགས་བྱིན་ན་ངོ་བོ་བ་ག་དེ་བའི་རྫས་ཅིག་ག་ཧེ་མ་ལམ་ལས་ཤ་ཆི་ར་དེ་ད་ང་ཤ་ར་རྣམས་ཐོབ་ན་མཇལ་ད་ལ་བྱོན་ནོ་དེ་ལྟར་ལས་གདན་སའི་སྟབས་ལོ། དེ་བོ་ད་ལོ་ཐག་ཐུག་ལོ་ལང་རྒྱུ་ག་ཅི་རྩེ་ནོ། ན་ལས་ཡག་རྟགས་རིགས་བི་བྲིས་ད་དོག་མེད་ལ་ཆ་སྙོམས་ར། ན་ལས་མ་མཐོང་མ་ཤེས་ཐོབ་ཚད་ཅིབ། དེ་ལས་དེ་དོ་ད་མི་ར། དེ་ཡག་བུས་ལོ་ཀས། དེ་བླ་མ་ལྷག་པ་སེ་མི་འདི་སུ་གི་སྐབས་ལོ། དེ་ལྷག་པ་དེ་ཆུ་ལུང་འབྲི་གུང་ཉི་མས། དེ་ལས་དེ་འབྲི་གུང་ལོ་ན་མེད་བསམ་མེད་ཀི་བུས་བ་ཕུས། འབྲི་གུང་ཅོག་པ་ཇི་ཐུན་རྒྱུན་བུ་གི། དེ་ལྟར་འབུལ་བ་གྱི་ཐུགས་ཉིད་མི་རྟག་འབྲས་སྐུ་མཆོག་པ་འཇིག་རྟེན་མཁན་པོ་ཡི་སྐུ་ཕྲེང་རིམ་བྱོན་ཡོད་པ་དེ་སྨྲོས་ཤིག་ལ། ཨཱ་ནི་དེ་སུ་ལུ། འབུལ་བ་གྱི་ཐུགས་ཉིད་མི་དེ་འབྲུ་ལས་བླ་མ་ལྷག་པར་གྱིས་དེ་བསྒྱུར་བ་དེ་སུ་ཡིན་ཡིན་ཟེར་དེ་ཨེ་མ། དེ་འབུལ་བ་དེར་ཡང་འབྲི་གུང་གི་གདན་ས་ལུ་ཏེ་མ་ལའི་རྣམ་སྨིན་བསམ་མེད་འབུལ་སྟངས་དེ་ང་ཚོར་འབྲས་ཀྱི་དོ། མ་གི་དོ། ཨཱ་ནི་དེ་ཆུང་གི་དོ། ཛའུ་གི་དོ། ཀ་གི་དོ། ན་གི་དོ་བའི་གཏེར་རྩ་ཡིས་ཨཱ་ནི་བའི་དཔུང་འདི་གྱིས་བའི་ཕུ་ནུ་ལ། དེ་སུ་ག་ཚད་ལས་ཐོན་ཐུན་མོང

ད། ཆོས་རྗེ་སྒྲོལ་ཡུལ་གྱི་མོ་རྩམ་པ་འཇག་འདྲེ་དེ་ང་ཅི་ར་དེ་སྤྱི་ལོ་བའི་བ་ཕྱིན་གཅིག་སྟོང་གཅིག་བརྒྱ་དྲུག་ཅུ་རེའི་སྤྱི་ལོ་སྐུ་འཁྲུངས་སྤྱི་ཡི་སྲས་ཞུ་ཡིན་ལ། དེ་ལྟར་མྱ་ངན་ལས་དེ་ག་ག་རིམ་གཅིག་ག་ད་ཡིས་སོ་བ་ཕྱིན་ད་སྤྱི་ལོ་གཅིག་སྟོང། མྱ་ངན་ལས་ད་བིས་ཀྱི་ལོ་ཚད་ཆུ་ཡོས་ས་ད་ང་ཅི་བ་ཡོ་བ་ཞུ་མ་རེད་ལ། མེ་སྟག་སྤྱི་ལོ་གཅིག་སྟོང། སྤྱི་ལོ་གཅིག་སྟོང་གཅིག་བརྒྱ་དྲུག་ཅུ་རེ་གཅིག་ལུག་སྟེ་སྐུ་འཁྲུངས། ཀླད་པའི་སྤྱི་ལོ་གཅིག་སྟོང་ཉིས་བརྒྱ་བཅུ་གཅིག། ཧི་མ་ལ་ཏཱི་སྟག་ལུག་དགོངས་པ་རྫོགས་བོད་དུ་ལུག་སྟེ་དགོངས་པ་རྫོགས་བོད་ཀྱི་དུས་ཏེ། ང་ཅཱ་ར་བོད་ཟླ་དགུ་བོད་ཀྱི་ཚེས་ཉེར་ལྔ་ལོ་ཡིན་ལ། ད་ཟླ་འུ་གུ་བུད་ཀྱི་ཉིན་རེ་ལྔ་རེ་དེ་ང་བྱས་ཀྱི་ཨ་ཙི་ཙི། མི་གསལ་བའི་རྩི་ཁོབ་ཅིག་འདུག་བ་ང་ཕྱི་ནང་ལོ་ཐི་གསུམ་མིག་གིས་ད་དུས་ཆེན་འདྲ་དེབ་འདི་དེ་ག་ནས་དྭངས་མ་བསུབ་པའི་ལ་ཨིན་རོ་ང་ཅི་ར་དེ་སྒྲུབ་པ་ཀག་དེ་གུ་གུ་བུད་ཀྱི་ཆོས་སྡེའི་རྫུ་སི་གི་ཁ་ཐུ་ལས་ད་ཨ་ནི་འདི་སུ་ཀག་གུ་ལ་མ་གོང་མ་ཅི་ད་དེ་ལྷག་པར་དུ། ཆོས་ཆོས་འགྲོ་ཡུལ་གྱི་མགོ་རྩམ་པ་འཇག་རེ་གི་དེ་སྐུ་མྱ་ངན་ལས་འདས་བུད་ཀྱི་དེ་དུས་དེ་དཔེ་བ་ཅིན་དེ་བུད་ད་གུ་བུད་ཀྱི་ཉིན་རེ་ལྔ་ལོ་ཡིན་མེད་ལྷག་པར་དུས་ཆེན་དེ་ཉིན་མི་གསུམ་གྱི་རྒྱབ་ལ་ཡིན་མེད་མོ་ལ། ང་ནི་དེ་སུ་ཨེ་དེ་ང་བྱས་ཀྱི་དེ་ཐུ་ལུ། དེ་ལྟར་རྣམ་སྦས་པའི་རྟགས་ཚེ་རིག། དེ་ལྟར་བླ་མ་གཉིས་པ་བྱིན་དེ་ལྟར་བླ་མ་གཉིས་པ་མཆོད་པའི་རབ་གསལ། དེ་མཆོད་པ་ཐམས་ཅད་ཡོངས་སྤངས་ཏེ་བླ་མ་མཆོད་པ་ཡང་དག་བརྩམས། དེ་ཉིད་པས་ནི་ཀུན་མཁྱེན་གྱི་ཡེ་ཤེས་ཕྱུང་ནས་ཐོགས་པར་འགྱུར་བ་ཟེར་དེའི་ལུས་རྟེན་འདི་གུས་པས་ང་ཅག། དེ་ལྟར་ང་ཅག་གི་ཅབ་ཅིག་ཤིང་ཤིང་དམ་པ། དེ་ལྟར་དགེ་འདུན་རིན་ཆེན་བརྒྱའི། ང་ཅག་གི་སྒྲུབ་པ་བཀའ་བརྒྱུད་ནི་ལོ། དེ་ལྟར་ཐུག་ས་ངོ་མ་དེ་དེ་ཆོས་རྗེ་འགྲོ་ཡུལ་གྱི་འབོ་རྩམ་པ་འཇག་རེ་ཨིན་ཟེར་ཁོང་དང་འཇག་བྱེད་ཀྱི་བླ་སྒྲུབ་རྩམ་པ་འཇག་རེ་ལུ་བསྟན་འཕེལ་གྱི་བླ་སྒྲུབ་ཐུན་མོང་མ་ཡིན་པ་སྲིད་མི་འདི་སུ་མཛད། ཨ་ནི་ང་ཅིག་གིས་འབྲུག་ལུ་དེ་རྣམ་བསམ་མེད་ཀྱི་དག་ཆ་བ་ཧེ་མ་ལེ་དེ་དག་ག་རྒྱས་མ་མཛད་ལ། དེ་རྣམ་བསམ་མེད་ཀྱི་ཐུགས་སྣང་མཛད་མའི་ག་ཡ་མ་མཐུན་ཨིན་རུ་རུ་བོད་ཀྱི་ཁ་ཐུ་ལུ་རྩམ་པ་འཇག་རེ་གྱི་བླ་སྒྲུབ་ང་ཆ་ལ་སྒྲུབ་པ་བཀའ་རྒྱུད་ཀྱི་ཆོས་སྡེ་འདི་སུ་ན་ལུ་ཡོངས་གྲགས་ཇོ་སྟོད་རྒྱལ་བའི་དར་ཐུག་བལ་བོད་ཀྱི་ཆོས་ཆུ་འདི་སུ་ན་ལུ

དེ་དག་ག་ཅི་ལོ། ཡག་གི་ཇོ་ནི་ལོ་ཡའི་ཏི་ཉན་ཁག་རེད་མི་འདུག་ག་ནོག་འདི་གི་བས་དེ་ང་རེད། མི་རང་ཅང་གཅིག་གི། ང་སྤྲང་པོ་གཅིག་གི་ཚོར་སྣང་དལ་བུས་བྱུང་འདུག་འོ་སི་ཞུ་ནི། ཡ་ཡ་ད་དེ་འཕྲོས་བི་གི་ཡན་ལམ་བས་བཞག་མོ་ལ་ད་ད་དུ་སྐབས་སུ་བབ་པ་དེ་དེ་ང་ཅི་ར་ཤག་ཆོས་སྨྱོན་པ་འགའ་ཡི་ཞིང་ཁམས་སུ། དེ་ལས། སྒྱུ་འཕྲུལ་རྡོ་རྗེའི་སྣང་བ་རབ་འབྱམས་རྩེར། བྱང་ཆུབ་སྤྱོད་པ་འབྱམས་སུ་སྟོན་བྱེད་པའི། སྣང་བ་རྡུལ་བྲལ་སེམས་དཔའ་འང་བདག་རང་ཡིན། ཞེས་བཏགས་ནས་ཆོས་རྗེ་སྒྲོལ་ཡུལ་མགོན་པོ་བརྩམས་པ་འཇག་རེ་གི་རྗེས་སུ་ལོ་དེ་དག་སྐུ་ཕྲེང་དེ་སྐྱེ་བ་གང་དུ་བཞེས་སའི་སྐབས་དུ་ལོ་དེ་ཨ་ན་ལོ་དེ་དག་བྱང་ཆུབ་སེམས་དཔའ་སྣང་བ་དེ་ཆོས་རྗེ་སྒྲོལ་ཡུལ་མགོན་པོ་བརྩམས་པ་འཇག་རེ་དེ་དེ་དགོངས་པ་གཟུགས་ཤིང་རྣ་བའི་གཏེར་ཁང་གྲགས་ཤར་ཆུ་སྔོན་འབར་ག་ཡིག་གི་ཞིང་ཁམས་ན་བྱོན་ནོ། ལ་དེ་ཨ་ན་ལོ་བྱང་ཆུབ་སེམས་དཔའ་སྣང་བ་རྡུལ་བྲལ་སེམས་དཔའ་སེམས་མེད་དེ་ཀུ་རུ་གཞན་འདུས་ཀྱི་བས་དེ་ལས་འདས།

ཙམ་པ་འཇའ་རིས་ཀྱི་སྤྲུལ་བ་ཡིན་ལ། དག་དེ་ལས་གདུང་ཡིན་ལ་སྤྲུལ་པ་མ་ཡིན་པ་དེ་དེ་ལས་འདས། ངག་དབང་ཆོས་ཀྱི་རྒྱལ་པོ་ལ་སོགས་པ། དེ་གསུམ་པའི་ཡབ་བསྟན་པའི་ཉི་མ་མི་ཧོམ། ཆོས་ཀྱི་རྒྱལ་པོ་དེ་སུ། ལྟས་ཙམ་པ་འཇའ་རིས་ཀྱི་གདུང་ཡིན་པས་ལ། དེ་བ་དང་སྤྲུལ་པ་མེད་ཟེར་ཞུ་ནི། སྤྲུལ་པ་ཡིན་ལ་གདུང་མ་ཡིན་པ་དེ་ཀུན་མཁྱེན་པད་མ་དཀར་པོ། དང་གོང་མ་ཆོས་ཀྱི་གྲགས་པ་གསུང་ཆེན་པའི་བ་བཞིན། དེ་ཙམ་པ་འཇའ་རིས་ཀྱི་སྤྲུལ་བ་ཡིན། དེའི་བུ་དང་ལོ་དེ་གདུང་མེ་ཟེར། ད་གདུང་དང་སྤྲུལ་བ་གཉིས་ཀ་མ་ཡིན་པ་དེ། དེ་ད་མཁས་གྲུབ་ལྷ་དབང་བློ་གྲོས་གསུམ་གྱིས་ལོ་རྩིས་བོ་ཡིན་ལ། མཁས་གྲུབ་ལྷ་དབང་བློ་གྲོས་དུས་གསུམ་པའི་ང་ཆར་ན། དེ་ད། ལོའི། དེ་ད། སྐྱབས་ཀྱི་འཇིག་རྟེན་ཁྲི་རབས། ལས་ཤར་ཆོས་དབྱིངས་ཐུགས་སྲོལ། དེ་ད་དཔལ་ལྡན་སྒྲུབ་པའི་གི་བསྟན་པ་འཛིན་པའི་གི་སྐྱེས་ཆེན་དབྱིངས། དེ་བརྩམ་པ་འཇག་རལ་གྱི་གདུང་དང་སྤྲུལ་བ་གང་རུང་བའི་རྩིས་བ་ཕྱིན་ཏེ་གཉིས་ཀ་མ་ཡིན་པའི་མུ་བའི་རྩིས་བོ་ཟེར་ཞུ་ནི། ད་ཨ་ནི་དུས་སྲོལ་ཏེ། ཁ་ཆེའི་ནོར་དུ་གི་ཞུ་ཐབས་དབྱིངས། ད་ཨ་ནི་གི་རྗེས་སུ་ལོ་འགྲོ་དོན་ག་དུས་ཆོས་དབྱིངས་ཟེར་ཞུ་ད་ལོ།

ར་ལུང་ཞེས་བྱའི་རྒྱུན་བ་རུ་རྒྱའི་སྲས་ཆུ་ཀུན་དགའི་ཚུན་ཅེས་རྒྱལ་དབང་ཀུན་དགའ་དཔལ་འབྱོར་སེམས་ཅན་གྱི་ཚེ་འདས། རྒྱའི་སྲས་ཆུ་ཀུན་དགའི་ཚུན་ཡོན་ཏུན་དུ་མས་དཔལ་འབྱོར་པ། སེམས་ཅན་ཕལ་ཆེར་དབང་དུ་བསྡུས་སོ་དོར་ཀུན་དགའ་དཔལ་འབྱོར་སེམས་ཅན་གྱི་ཚེ་འདས་བཅས་པ་བས་ཏེ་དབུ་སྙུག་གུ་རུ་རིན་པོ་ཆེ་ཀྱིས་དད་པའི་ལུང་བསྟན། དང་ནི་ལུང་གི་བསྔགས་པའི་སྐྱེས་བུ་ཆེན་པོ་དེ་དག་ཅེས་ཤུགས་ཏུ་གསུངས་པས་དེ་དག། སྤྱན་རས་གཟིགས་ཀྱི་སྤྲུལ་པའི་དེ་ལྟ། བུ་ཚེ་ལོ་དྲིན་ཆེན་ཤེས་རབ་བཟང་པོ་སྲས་མོ་ལ། སྤྱན་རས་གཟིགས་ཀྱི་སྤྲུལ་པ་རིགས་གསུམ་རྣམ་སྤྲུལ་གྱི་གྲལ་ག་ལུ། དེར་དྲིན་ཆེན་ཤེས་རབ་བཟང་པོ་ཀྱི་སྲས་ཀླུ། དེར་ར་ལུང་ཀླུ་འཁྲུངས་ནུ་ལ་གདན་ས་ར་ལུང་ཀླུ། དེར་ཁྲུམས་ཟླ་ཀླུ་དེ་སྤྱི་ལོ་གཅིག་སྟོང་བཞི་བརྒྱ་ཉེར་བརྒྱད། དུ་འཁྲུངས་ནུ་སྲས་བཅུ་ནི། དེར་རབ་བྱུང་བེ་བ་ཆེན་བདུན་པ་ཡི་མེ། ད་དེ་ལས། ཏཱ་ཁོ་རིགས་ཀྱི་ཡབ། དེར་དྲིན་ཆེན་ཤེས་རབ་བཟང་པོ་ལས། དེ་ལྟར་དགུང་ལོ་ཆུང་ཁུ་དགུ་ལ་ར། སྲས་འབྱུང་འདི་སོགས་དེ་མ་ཐུག་ཏུ་དཔེ་མཛད། དེ་ལས་ཏེ་དགུང་ལོ་བརྒྱད་ལུགས། དེ་ལྟ་ཡང་རག་ལུང་གི་གདན་ས་འཛིན་མེད་ཀྱི་གདན་འཛིན་པས་དེ་གདན། གདན་རབས་ནོར་བུའི་གི་ཕྲེང་ཚོགས་སྣ་ལུ་སྟེ་ཞབས་སོར་བསྐྱོད་བདུད་རྒྱུད་པའི་ཕྲེང་ལ་སུས། དེ་དགུང་ལོ་བཅུ་གཅིག་ལས་ཏེ་དྲིན་གཡབ་དྲིན་ཆེན་ཤེས་རབ་བཟང་པོའི་དགོངས་པ་རྫོགས་སུ་གནང། དེ་ཨ་ན་ལས་པས། དེ་ལས་ཏེ་འཁྲུལ་ཤེས་ནམ་མཁའི་རྣལ་འབྱོར། དེ་སྤྱན་དྲངས་ཏེ་བགྱིས་པའི་ཡོངས་འཛིན་པའི་བསྟོད། ཕྱག་རྒྱ་ཆེན་པོའི་གི་དོན་འཕྲོས་དུས་སུ་བསྐྱངས། དེ་ལྟར་ཕྱག་རྒྱ་ཆེན་པོའི་གི་རྟོགས་པ་རྒྱུད་ལ་འཁྲུངས། དེའི་དཔེ་ནི་འདི་གི། དེ་རྒྱལ་དབང་ཇོའི་དཀྱུས་མཁར་དཔོན་ཆེན་འཁོར་རིགས་ཀྱི་ཞལ་ལས་ར། ཇི་ལྟ་ཡི་ཕྱོགས་ལས་འཁྲུལ་ཤེས་ཆེན་པོ་བཀའ་དྲིན་ཆེ། དེ་དད་པའི་གསུང་འདི་གྱུར་འདུག་ལ། དེ་ལས་མཁས་པ་ལས་ཤ་ཆེ་བསྟོད་འདི་གྱུར་པའི་ང་ཅི་ར། སྒྲུབ་པོ་ལོ་ཙཱ་བ་སའི་ཞུ་ཡིག་ལ་བོད་ལུགས་བོ་ད་རྒན་དབང་ཀུན་དགའ་དཔལ་འཇུ་ལུགས། དང་གླིང་བའི་བོ་ད་ལུགས་ལས་ཤ་བསྟོད་འདི་གྱུར་པའི་བཅུ་ཕྲག་རིལ་བུ་གྱི་གནས་ལུགས་དེ་མཁས་མཐོ་ཆོས་པར་མཛད། དེ་ལས། ཁ་ར་སྒྲུབ་ཆེན་བསོད་ནམས་རྒྱལ་པོ་ལས་ལྟས་ང་ཅི་ར། ཨོ་རྒྱན་བསྙེན་སྒྲུབ་གསེར་ཐག་གྲུབ་ཐོབ་ཨོ་རྒྱན་པ་ཀྱིས་ནུབ་ཕྱོགས་ཨོ་རྒྱན་རྒྱུད་ལས་གདན་དྲངས་པའི་རྡོ་རྗེ་གསུམ་གྱི་བསྙེན་སྒྲུབ་སྲོལ་ཡོད་པ་ལ། གནས་འདི་སུ་དང་དེའི་གསུངས་པའི་ང་ཅི་ར་སྔོན་རབས་རིན་ཆེན་བདུན་བརྒྱུད་ཀྱི་ཐ་མ་ལོ་སྟོད་སྔོ་ལྟེམ་བྱང་ཆུབ་དཔལ་སེ་གོ་ལའི་སྔོན་རབས་རིན་ཆེན་བདུན་བརྒྱུད་རྫོགས་པ་མེད། དེའང་ན་ལས། དེ་ལྟར་སྔོན་རབས་རིན་ཆེན་བདུན་བརྒྱུད་ཚུན་ཆད་ལུགས། དེ་ལས་ཏེ། འདྲ་བཅུ་མ་པ་ཀེ་དགྲ་བསྔོ་ཐུན་ཆོས་སྐུ་དུ་བཅུ་ལུགས། ཆོས་བརྒྱུད་བརྒྱུད་པ། དེ་བདུན་བརྒྱུད་ཚུན་ཆད་ལུགས། རིན་ཆེན་བདུན། ཟེར། རིན་ཆེན་བདུན་གྱི་བརྒྱུད་པའང་ནི། བརྒྱུད་པ་བདུན། རྫོགས་ཚོགས་ཀྱི་ནང་སྐོར་ལུགས། རྡོ་རྗེ་དྲིལ་བུ་ལ་བ་ཤེས་བཞི་བརྩམས་གཅིག་གི་རབ་ཏུ། ཟེར།

གངས་ཅན་ཀུན་དགའ་དཔལ་ལས་སྙན་བརྒྱུད་ཀྱི་ཆོས་སྐོར་འདི་གསོལ་བས་སེམས། དེ་ལས་ལྷག་པར་དུ་པཎ་ཆེན་ནགས་ཀྱི་རིན་ཆེན་ཡང་བོད་ལུགས་ཆོས་མི་སྐབས་ལོ་དེ་ང་དེར་པཎ་ཆེན་ནགས་ཀྱི་རིན་ཆེན་དེ་ང་ཕྱི་ནང་འགྲོ་ལུགས་པའི་བ་བཞིན་སྒྲུབ་ཐབས་ནགས་ཀྱི་རིན་ཆེན་ཟེར་ཞུ་ཡི་ཡིན་མོ། དེ་ཁོ་ཡང་བོད་ལུགས་ཆོས་མགོ་མི་དེ་དེ་གཙོ། དེ་ཁོ་རེ་གི་ཡུམ་ངན་སོང་ལས་འདས་ནི་གི་ཆེད་དུ་ལོ། དེ་ཁོ་གི་སྔོན་གཤེགས་ཀྱི་གཟིབ་ལྟ་ལོ་དེ་ཡུམ་འདི་ཡང་བོད་ལོ། དེ་ལྟར་ང་ཕྱི་རང། ལོ་ཉིས་ཤས་ཡིག་རྙིང་དབར་ལོ་སྐྱིད་བོ་ཡིན་པའི་གཟིགས་བུའི་ལོ་ཆུ་ནི་ཡ་ལས་ཡུམ་ད་རུ་ཚ་ཆེ་གནས་དབྱུང་བཏང་གནས་འདྲེན་པས་ད་རུ་ལས་ཀྱི་དབང་གིས་པའི་ང་ཆེ་ན་འབྲུག་ལོ་དེ་ལས་དེ་རུ་ཕ་འཛམ་གླིང་ཐང་སེ་ལ་མེ་མོ་ལྟར་ནག་པ་ཨ་ན་ལོ་ཆུ་གཅིག་གིས་དེ་སྐྱིད་ཐབས་ཀྱི་བོ་ལོ་སྐྱིད་ཤེས་ཡི་གི་ལོ་རྒྱུ་དེ་ཡོད་པ་མོ་ད་ཨ་ནི་བྱོན་ནི་གི་དོན་ད་རུ་ནག་འབྲུག་ལོ་ཆུ་དེ་ནོ་ཟི་པའི་རུ་གི་ནོ་ཟི་བས་དེ་དེ་ལས་དེམ་པས་ཨ་ནི་གི་སྐབས་ལོ་ཕ་འཛམ་གླིང་ཐང་གི་བྲག་ཕུ་ན་ལོ

དེ་ཇི་སྙེད་འབིགས་ཀྱི་ཆོ་ལོ། དཔལ་ཆེན་ནག་རིན་སྐུ་དྲིན་ཆེ་ཡིས་བསད། ཨེ་མ། དེ་དཔལ་ཆེན་ནག་གི་རིན་ཆེན་དེ་སྐུ་དྲིན་ཆེ་ཡིས་ཀྱིས་ཏེ་ལོ་ཞུགས་དེ་དད་པའི་བདུད་སེལ་ཞུ་ནས། ཏེ་ཨ་ནེ་པའི་སྦས་ཤིག་ལ་བས་ཏེ་ལས། རགས་རླུང་གི་གདན་ས་དེ་འཛིན་འདི་ལྟ་བུ་ན་བུ་དེ་ན་བཞུགས་ནས་དེ་ལྟར་ཕ་ཡུལ་དང་འདྲེ་ཡུལ་གྱི་གཞི་ཀུན་དེ་དེ་ལྟར་ང་ཅི་ར་དག་ན་མེད་ས་མེད་ཀྱི་ཆགས་སྡང་གི་གཞི་མ་གསུམ་ཅི་ཨི་མེད་ཟེར་ཏེ་ཐུགས་གཞི་སྣང་བྱེ་བྲག་གི་སྤྱོད་པ་བས་ཏེ་ལས་ང་ཅག་གི་འབྲུག་རྒྱལ་ཁབ་ན་ལོའི་ཆུན་ཏེ་བར་མདོ་ཆུ་སྟོད་ཀྱི་འབག་གི་དབུ་གཙུག་བི་གི་ཏཱ་ང་ཅག་རྒྱལ་དབང་རྗེས་ཀྱི་གདན་ས་གཙོ་བོ་འདི་རྡོ་ཆོས་དུས་ཡུན་མེད་མོ་ཞིག་ལ་དེ་ལས་པ་ཨ་དོ་བོ་ལུ་དཔལ་སྣང་ལྷ་ཁང་དང་ནི་འདི་སུ་གིས་དེ་གདན་ས་ལྷ་ཁང་ལས་ཤ་ཆེ་ར་བཏབ་ནོ། ཏེ། ལྷོ་སྨོན། དེ་ལས་དྭགས་ཕུང། ཙཱ་རི་འདི་སུ་གནང་བ་སྟེ་འགྲོ་དོན་ཆུང་མིན་པས་དེ་མཛད་པ་བྱོན་དུས་ཀྱི་བོད་གཞུང་ནུ་སི་ཆུ་ནི། དེ་ལས་པས་ཏེ་ཏཱ། ཡ། སྒམ་པོ་གི་གོ་ས་ལུ་བཞུགས་ཡ། སྒམ་པོ། ཆོས་རྗེ་དྭགས་པོ་ལྷ་རྗེས་ཀྱི་དེ་ལྟའི་གདན་རབས་སྒམ་པོ་ཚུལ་ཁྲིམས་རིན་ཆེན་ཚེ་འཁོར་རིགས་ཀྱི་ཚ་བོ་ཨ་ན་ལས་མ་འམ་པའི་སྒམ་པོ་གི་གདན་རབས་ཡོད་ལ། ད་ཨ་ནི་གི་གདན་རབས་ན་ལུགས་ཏེ་ཡག་གི། དེ་ལྷ་རྗེ་ཁ་ཆེ་ལོ་ཆོས་རྒྱུད་བདམས་པོ་སྒམ་པོ་བི་གི་གདན་ས་འཛིན་དེ་བཞུགས་ད་ལུགས་ཏེ་ལྷ་རྗེ་བསོད་ནམས་རིན་ཆེན་དེ་ང་ཆ་ར་ཆོས་རྒྱུད་འགྲོ་ཡུལ། ཁ་ཆེ་ལོ་ཆོས་རྒྱུད་དྭགས་པོ་ལྷ་རྗེ་གི་ཞལ་གཟིགས་ཕྱག་ཆེན་ལྷས་ཆོས་སྐད་རྒྱུད་ཀྱི་གདམས་ངག་འདི་གསོལ་བས་ཟིན། དེ་ཨ་ན་བི་གི་ལུགས་ཆོས་ཡོད་སྲི་ཞུ་ནི།